ཉིན་གུང་ལ་སླེབས་དུས་མུན་པའི་ལུང་པ་དེ་ཡོངས་སུ་འཐིབས་ཏེ་ཆུ་ཚོད་གསུམ་པའི་བར་དུ་ལུས། ཆུ་ཚོད་གསུམ་པར་ཡེ་ཤུས་གསུང་ཆེན་པོས། ཨེ་ལོ་ཨི། ཨེ་ལོ་ཨི། ལཱ་མ་ཤ་བཱཀ་ཐ་ནི་ཞེས་པའི་དོན་བརྡ་ནི་ངའི་དཀོན་མཆོག་ངའི་དཀོན་མཆོག་ཁྱེད་ཀྱིས་ང་དོར་དགོས་དོན་ཅི་ཡིན། ཞེས་པའོ། ཉེ་འགྲམ་ལ་ཡོད་པའི་མི་ཁ་ཤས་ཀྱིས་དེ་ཐོས་ནས་ཉོན་ཅིག། ཁོང་གིས་ལུང་སྟོན་པ་ཨེ་ལེ་ཡཱ་འབུལ་གྱི་འདུག་ཅེས་བཤད། མི་ཞིག་གིས་ཕར་ཕྱིན་ཏེ་རྒུན་ཆང་སྐྱུར་མོའི་ནང་སྲིན་བལ་སྦངས་ནས་དབྱུག་པའི་རྩེར་བསྐོན་ཏེ་ཡེ་ཤུ་ལ་འཐུང་དུ་བཅུག་ནས། འགུག་ཅིག་ཨེ་ལེ་ཡཱས་ཁོང་མར་ཕབ་རྗེས་ཕེབས་མ་ཕེབས་བལྟའོ་ཞེས་བཤད། ཡེ་ཤུས་གསུང་ཆེན་པོ་ཞིག་བསྐྱོན་ནས་སྐུ་ཚེ་ལས་འདས་སོ། རྒྱང་ཤིང་མདུན་དུ་ཡེ་ཤུ་དང་ཁ་ཐུག་ལངས་བསྡད་ཡོད་པའི་རྒྱ་དཔོན་ཞིག་གིས་ཡེ་ཤུ་དེ་ལྟར་གྲོངས་པ་མཐོང་ནས། ཁོང་དཀོན་མཆོག་གི་སྲས་ཡིན་པ་དེ་བདེན་པ་རང་རེད་ཅེས་བཤད། རྒྱང་རིང་ནས་བལྟ་བའི་བོད་མི་རྣམས་ཀྱི་ནང་ནས་མག་རྡལ་གྲོང་གསེབ་ནས་ཡིན་པའི་མིར་ཡམ་དང་ཡབ་གོག་ཆུང་བ་དང་ཡོ་སེ་གཉིས་ཀྱི་ཨ་མ་མིར་ཡམ་བོད་མི་ས་ལོ་མེ་ཡང་ཡོད། དེ་རྣམས་ནི་ཡེ་ཤུ་ག་ལེའི་ཡུལ་དུ་བཞུགས་པའི་དུས་སུ་ཁོང་གི་རྗེས་སུ་འབྲངས་ནས་ཁོང་ལ་ཞབས་ཕྱི་ཞུས་མྱོང་ཞིང། ཁོང་དང་མཉམ་དུ་ཡེ་རུ་ཤ་ལེམ་གྲོང་ཁྱེར་ལ་སོང་བའི་བོད་མི་གཞན་མང་པོ་ཡང་གནས་འདིར་ཡོད། ས་མ་རུབ་ཙམ་ལ་གྲོང་ཁྱེར་ཨ་རི་མ་ཐའི་མི་མིང་ལ་ཡོ་སེབ་ཟེར་བ་ཞིག་སླེབས། ཁོང་ནི་མིས་གུས་བཀུར་བྱེད་པའི་ཡ་ཧུ་དཱ་པའི་རྒྱལ་ཚོགས་ཀྱི་ཁོངས་མི་ཞིག་རེད་ལ་དཀོན་མཆོག་གི་རྒྱལ་སྲིད་སྒུག་མཁན་ཞིག་ཀྱང་རེད། ཉིན་དེ་ནི་གྲ་སྒྲིག་གི་ཉིན་མོ་ཡིན་ཞིང་ངལ་གསོའི་ཉིན་མོའི་ཉིན་སྔོན་མ་དེ་སོང་བས་ཡོ་སེབ་ཀྱིས་བློ་ཁོག་ཆེན་པོའི་ངང་ནས་པི་ལ་ཏུའི་སར་ཕྱིན་ཏེ་ཡེ་ཤུའི་སྐུ་ཕུང་གནང་རོགས་ཞུས། པི་ལ་ཏུས་ཡེ་ཤུ་གྲོངས་ཚར་བ་ཐོས་རྗེས་ཡ་མཚན་སྐྱེས་ནས་རྒྱ་དཔོན་སྐད་བཏང་སྟེ་ཁོང་གྲོངས་ནས་དུས་ཚོད་རིང་པོ་ཕྱིན་ཡོད་མེད་སྐད་ཆ་དྲིས། རྒྱ་དཔོན་ནས་ཡེ་ཤུ་གྲོངས་པའི་གནས་ཚུལ་ངོ་མ་ཤེས་རྗེས་པི་ལ་ཏུས་ཡེ་ཤུའི་སྐུ་ཕུང་ཡོ་སེབ་ལ་སྤྲོད་རྒྱུའི་ཆོག་མཆན་གནང། ཡོ་སེབ་ཀྱིས་རས་སྤུས་ལེགས་ཤིག་ཉོས་ཏེ་ཡེ་ཤུའི་སྐུ་ཕུང་མར་ཕབ་པ་དང་དེར་རས་ཀྱིས་བསྒྲིལ་ནས་བྲག་ལ་བརྐོས་པའི་དུར་ཁང་ཞིག་གི་ནང་ལ་བཞག་དེ་ནས་རྡོ་ཆེན་པོ་ཞིག་བསྒྲིལ་ཏེ་དུར་ཁང་གི་ཁ་བཀག། མག་དལ་མ་མི་རི་ཡམ་དང་ཡོ་སེ་ཞེས་བྱ་བའི་ཨ་མ་མི་རི་ཡམ་གཉིས་ཀྱི་སྐུ་གདུང་གང་དུ་བཞག་པའི་གནས་མཐོང་ངོ།